ལོ་རྒྱུས་གཅིག་གི་ནང་ལོགས་ལ་ཡ། བླ་མ་དམ་པ་ཕུ་ཆུང་ངའོ་བྱམས་པ། ཚང་ལ་ཕེབས་པའི་སྐབས་ཅིག་ལ་ལམ་ཁ་ནས་མི་ཚང་དེ་འདྲ་ཁ་ཤས་ཅིག་གིས་ཆེས་དུས་ཚོད་རིང་པོ་ཡོད་མ་རེད་ང་ཚོ་ལ་ཆུས་ཆུང་ཆུང་ཅིག་གནང་རོགས་ཞེས་མི་ཚེ་མི་ལོང་ཞིག་གནང་རོགས་ཞེས་ཟེར་ལབ་པ་རེད། ད་ཆུས་ཆུང་ཆུང་ཡིན་པའི་སྐད་ཆ་རེད་བ། དེ་བླ་མ་དགོངས་པ་ཚོམས་སོང་བ་རེད། ག་རེ་ཆུས་ཆུང་ཆུང་ཟེར། ཁྱོད་རང་ཚོ་ནང་ལ་ཆོས་འབྱུང་ཡིན་གྱིར་མ་གཏོགས་ངའི་ཆོས་ཀྱི་ནང་ལ་རྨི་རྩེད་མ་ལས་ཆེ་བ་ཅིག་མེད་དྭགས་ཟེར། དེ་འདྲའི་གི་དེང་སང་ང་རང་ཚོ་རྨི་རྩེད་མ་འདི་ཧ་ཅང་གི་ཆོས་ཆེན་པོ་བརྩི་གི་ཡོད། དེ་ག་ནང་བཞིན་བཀའ་གདམས་གླེགས་བམ་གི་ནང་ལོགས་ལ་ཡང་ལུང་བསྟན། རྗེ་བཙུན་འཇམ་དཔལ་ཡང་མི་ཡི་གཟུགས་སུ་ཕེབས་པ་རྗེ་རིན་པོ་ཆེ་རྗེ་བཙུན་འཇམ་དཔལ་ཡང་སྒྲ་ཡི་གཟུགས་སུ་ཕེབས་པ་གསོལ་འདེབས་རྨི་རྩེད་མ་འདི་ཡིན་གསུངས་ཀྱིས་འོ་དུ་བྱས་ནས་རྨི་རྩེད་མ་དེ་དེ་འདྲའི་གི་ཆོས་ཆེན་པོ་བརྩི་གི་རེད། སྤྱི་དང་གསུང་ལྡན་མི་ཚེ་མ་འདི་དང་པོ་བྱུང་ཡ་དེ། རྗེ་བཙུན་རེད་མདའ་བ་ཆེན་པོ་ལ། རྗེ་རིན་པོ་ཆེས་ཕག་ཕུལ་བ་རེད། ཚིག་དེ་འདི་འདྲའི་བྱུས་ཡོད་རེད། དྲི་མེད་མཆིམས་ཕུའི་དབང་པོ་འཇམ་པའི་དབྱངས། ཚད་མེད་བརྩེ་བའི་དེ་བཞིན་སྤྱན་རས་གཟིགས། གངས་ཅན་མཁས་པའི་གཙུག་རྒྱན་རེད་མདའ་པདྨ་གཞོན་ནུ་ཀླུ་སྒྲུབ་ཞབས་ཀྱི་པད་མོ་འདུག། རྗེ་རིན་པོ་ཆེ་གི་ཁོང་གི་བླ་མ། རྗེ་བཙུན་རེད་མདའ་བ་ལ་ཕག་ཕུལ་དུས་ཚིག་ཞིག་བལྟས་ཡོང་བ་རེད། རྗེ་བཙུན་རེད་མདའ་བ་གི་ཚུལ། འོ་དེ་འདྲའི་གསོལ་འདེབས་དེ་ང་ལ་འོས་གི་མ་རེད། ང་ལ་འགྲིག་གི་མ་རེད། ཨ་ནི་ཡིན་གྱི་མིན་གྱི་ངས་ཁྱེད་ལ་ཕུལ་གི་ཡིན་གསུངས་ནས་ཚུར་གནང་ཡོང་དུས། སྨིན་མས་བཙལ་བའི་ལྟས་ཤན་སྐྱེལ་རེ་ཟིན་དྲི་མེད་མཆན་པས་འོང་དགོས་འཇམ་དཔལ་ཡང། གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པའི་ཞབས་ལ་གསོ་བ་ལེགས་འདི་ཡོང། རྗེ་བཙུན་རེད་ད་བར་གྱི་ཚུལ་གནང་ཡོང་དུས་འདི་ཡོང། བླ་མ། རྩོམ་པ་པོ་བླ་མ། ཧ་ཅང་གི་བོད་གངས་ཅན་གྱི་ལྗོངས་ཀྱི་མཁས་པ།

སྨིན་མས་གཙེས་པའི་ཏི་ཤན་སྤྱན་རས་གཟིགས་དྲི་མེད་མཆིམས་ཕུའི་དབོན་པོ་འཇམ་པའི་དབྱངས། དེའི་སྒང་དེ་ལ། དགའ་ལྡན་སྙན་བརྒྱུད་ཀྱི་མན་ངག་གི་ཡ་ཁ་བསྐང་ཡོང་དུས་བདུད་དཔུང་མ་ལུས་འཇམ་རྩལ་གསང་བའི་བདག་ཟེར་ཡ་ཁ་བསྐང་དུས་གོང་ལ། དེ་འདྲས་བྱས་ཡོང་དུས་ཨ་ནི་སོ་འདས་འདི་ལ་ཡ། སྨིན་མས་གཙེས་པའི་ཏི་ཤན་སྤྱན་རས་གཟིགས་དྲི་མེད་མཆིམས་ཕུའི་དབོན་པོ་འཇམ་པའི་དབྱངས་བདུད་དཔུང་མ་ལུས་འཇམ་རྩལ་གསང་བའི་བདག། གངས་ཅན་མཁས་པའི་ཚུལ་ཅན་ཙོང་ཁ་པ་བློ་བཟང་གྲགས་པའི་ཞལ་ལ་གསོལ་བ་འདེབས། ཟེར་བོ་འདི་བྱ་བ་ཞིག་ཡིན། འདིའི་ནང་ནས་ང་རང་ཚོའི་གཞན་དག་མང་པོ་ཞིག་བསམ་བློ་བཏང་ཡ་ཧ་ཅང་མེད་ན་ཡང། གཙོ་ཆེ་ཤོས་ཀྱི་ཐོག་ནས་དམིགས་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས་ཟེར་དུས་འཕགས་པ་སྤྱན་རས་གཟིགས་ལ་གསོལ་འདེབས། དྲི་མེད་མཁྱེན་པའི་དབང་པོ་འཇམ་པའི་དབྱངས་ཟེར་དུས་རྗེ་བཙུན་འཇམ་པའི་དབྱངས་ལ་གསོལ་འདེབས། བདུད་དཔུང་མ་ལུས་འཇོམས་མཛད་གསང་བའི་བདག། གསང་བདག་ཕྱག་ན་རྡོ་རྗེ་ལ་སོགས་བཟླས། གངས་ཅན་མཁས་པའི་ཚུལ་ཅན་ཙོང་ཁ་པ། དེ་དང་མཚུངས་པ་དེ་དང་ལྡན་པ། དེ་ཡི་ངོ་བོ་འོ་བདུག་བྱས་ནས་བསྟར་བྱས་གསོལ་བ་འདེབས་ཡོངས་འདུ་དགོངས་ལ། རིགས་གསུམ་མགོན་པོ་དང་མཚུངས་པ་རྗེ་རིན་པོ་ཆེ་ལ་གསོལ་བ་འདེབས་པ། རྗེ་བླ་མའི་ཕྱི་སྒྲུབ། རིས་སུ་མགོན་པོའི་ཡོན་ཏན་དང་ལྡན་པ་རྗེ་རིན་པོ་ཆེ་ལ་གསོལ་བ་འདེབས་པ་རྗེ་བླ་མའི་ནང་སྒྲུབ། རིས་སུ་མགོན་པོ་དང་རྗེ་བླ་མ་ངོ་བོ་དབྱེར་མེད་དུ་ཕྱི་ནས་གསོལ་བ་འདེབས་པ་རྗེ་བླ་མའི་གསང་སྒྲུབ་དེ་འདྲའི་བྱེད་དུས་རྗེ་བླ་མ་ཕྱི་ནང་གསང་གསུམ་གྱི་སྒྲུབ་པ་བྱས་ནས་དེ་བྱས་ཡོང་དུས་གསོལ་འདེབས་དེ་ཧ་ཅང་གི་རྩ་ཆེན་པོ་ཞིག་རེད། ང་རང་ཚོས་བླ་མ་གཅིག་གི་མཚན་ནས་འབོད་པ། སངས་རྒྱས་གཅིག་གི་མཚན་ནས་འབོད་པ་ལྟ་བུ་མ་ཡིན་པར། མཁྱེན་བརྩེ་ནུས་གསུམ་གྱི་ངོ་བོ། རིགས་གསུམ་མགོན་པོ་ཐམས་ཅད་ནི། ཚིག་ཁ་ལ་བླངས་ཀྱིས་ཆེ་བའི་ཡོན་ཏན་བརྗོད་ནས་གསོལ་བ་འདེབས་པ་རེད་དཱ།